དམིགས་ཡུལ་ནང་ལ་དག་ཅིག་འཁྱམས་པོ་བྱུང་ན། ཡག་པོ་ཆགས་ན། ང་ཚོའི་གི་འདི་ཚོ་ཚང་མ་འགྲུབ་ན་བསམ་གི་ཡོད་རེད་ཡིན་ནའི་ང་ཚོ་ལང་ཀ་བརླག་འགྲོ་གི་ཡོད་རེད། གར་ཅི་ནས་བརླག་གི་ཡོད་རེད་ལབ་ན། དང་པོ་དེ་ལ། རྒྱུ་རྐྱེན་རྩ་བ་ཐུག་ས་དེ་གསུམ་ལ་ཐུག་གི་ཡོད་རེད།

འདོད་རྔམ་ཅན་དེ་ཚོ་ལ་ཡོད་རེད། གསུམ་པ་དེ། Injustice། དྲང་བདེན་མེད་པ། འདི་གསུམ་ལ་ཐུག་ཡོད་ད་ང་ཚོས་ཀྱི་དངོས་གནས་ཀྱི་ང་ཚོ་ལ་དཀའ་ངལ་འཕྲད་ཡ་དེ་འདི་གསུམ་གྱི་ནང་ཐེག་ཡོད་རེད། བྱས་ཙང་བོད་པ་ཚང་མ་ཆབ་སྲིད་ཐོག་ལ་དོན་སྣང་སྤྲད་ཟེར་ཡ་དེ་མགོ་མ་འཁོར་མགོ་མ་རྨོངས།

སྐྱོན་བརྗོད་ཀྱི་ལྕགས་ཐག་གི་ནང་ལོགས་ལ་ག་རེ་བྱེད་ཀྱི་ལ་ན་ཕྱོགས་གཏོགས་གཅིག་པ་ཤུགས་ཆེན་པོ་ཆགས་སོང་ན། ཤུགས་ཆེན་པོ་ཆགས་འདུག་ག་ལ། ད་གཙོ་བོ་རྒྱབ་ལ་འདི་ཉིན་འདི་གི་ལས་ཀ་བྱེད་ཡོན་གྱི་རོ་གའི་ནུས་པ་བརླགས་འགྲོ་གི་ཡོད་ན། ཨ་ནི་འདི་ཆེན་པོ་འདི་ཁ་བྲལ་གི་ཡོད་རེད། བག་ཤ་བཏང་གི་ཡོད་རེད། ནང་ཁུལ་ཕྱོགས་གཏོགས་གཅིག་འདི་བག་ཤ་བཏང་གི་ཡོད་རེད། ག་རེ་བྱེད་ལ་ན་འདི་ནུས་པ་ཆེན་པོ་ཆགས་ཡོང་གི་ཡོད་རེད། ག་ཡིན་ཟེར་ན། ཨིན་ཇིག་གཏམ་དཔེ་ཞིག་ན་ཡོད་རེད། ལྐུག་པ་ཤུགས་ཆེན་པོ་ཞུ་ཅིག་འཛོམས་སོ་ན་རོ། ཨ་ནི། ཏག་ཏག་ཟོས་གི་རེད་ལ་བོར་ད་ཨ་ལོག་རྒྱག་གི་རེད་ལ་བོར་ད་ག་རི་ཐོག་ལ་ཡིན་ན་གི་ཏག་ཏག་ཟོས་གི་རེད་ལ་བོར། བྱས་ཙང Blame Trap གི་ནང་ལོགས་ལ་ལས་ཀ་སྟེར་བ་དེ་ཆབ་སྲིད་ཀྱི་ནང་ལ་གར་བྱེད་བོར་ལ་ན།

གཏོར་ན། ཡང་སྐྱོང་ཁོང་ཚོ་ཤུགས་ཆེ་རུ་འགྲོ་གི་ཡོད་རེད། འདི་ཆབ་སྲིད་ཀྱི་ད Blame Trap ལ་འདི་གནད་འགག་ཆེ་ཤོས་གཅིག་ཆགས་བསྡད་ཡོད་རེད། ཆབ་སྲིད་ཀྱི་འགྲོ་སྟངས་ཀྱི་ནང་ལ་ཞུ་ཡ་ཡིན་དེ་ཡིན། འདི་གཅིག་རེད། ད་ད་རིང་ངེད་ཀྱི་རྣམ་པ་ཚོ་ལ་ཡ་ཆབ་སྲིད་ཀྱི་ཐོག་ལ་ཡ་གནད་འགག་ཅིག་ཞུ་ཡིན་འདི་ཡིན་ཅིག་མིན་ཅིག་སེམས་ན་བཞག་རོགས་བྱེད་ཞུ་ཡ་ཡིན་རོ། མི་སུ་འདྲ་ཞིག་ཡིན་ན་ཡིད་ཆེས་བྱེད་ཡ་ཡོད་མ་རེད་ལས་ཀ་ཡག་པོ་བྱེད་རྒྱུ་ལ་བསྔགས་བརྗོད་བྱུག་རེད། ལས་ཀ་སྡུག་བ་བྱེད་ཉེན་དེ་ཚོ་ལ་བསྔགས་བརྗོད་བྱེད་ཡ་ཡོད་མ་རེད། སོ་སོས་ཀྱི་ལྟ་བ་ལང་ཆོ་གཅིག་པ་ཡིན་ན་ཀྱི Discourage བྱུག་རེད། དེ་ཡག་པོ་མ་རེད་དྲང་པོ་མ་རེད་ཅེས་བྱས་བརྡ་བཏང་ནས་བཞག་དགོས་ཀྱི་རེད། ང་ཚོ་བོད་རིགས་ཆོལ་གསུམ་དེ་སྐྱིད་ན་སྐྱིད་མཉམ་དང་སྡུག་ན་སྡུག་མཉམ་ཡིན་ཟེར་གྱི་ཡོད་རེད། བོད་རིགས། ཆོལ་གསུམ་གཏོར་ངན་འདི་ཡང། བོད་རིགས་རེད། བོད་སྐད་རྒྱབ། བོད་ཡིག་སྦྱོང་གོ་རེད་ཟེར་ངན་འདི་ཡང། བོད་རིགས་རེད། ཡང་བོད་ཡིག་མ་སྦྱང་ངན་དང་ར་མ་ལུག་སྐད་རྒྱག་ངན་ཡང་བོད་ཡིག་རེད་བོད་རིགས་རེད། བོད་རིགས་ཚོ་འཆམ་མཐུན་བྱེད་གོ་རེད་ཟེར་ངན་འདི་བོད་རིགས་རེད། ཡང་བོད་རིགས་ཆོལ་གསུམ་གཏོར་ངན་འདི་ཡང། བོད་རིགས་རེད།

ཡང་བོད་པའི་སྲོལ་རྒྱུན་བཅའ་ལག་བེད་སྤྱོད་མ་བཏང་ཉིན་ཡང་བོད་པ་རེད་བྱས་ཙང་ང་ཚོས་ཀྱི་དམིགས་ཡུལ་ཕུགས་བསམ་རེ་བ་འདི་དོར་འགྲུག་ཡོད་རེད་ག་ལེ་ག་ལེ་བོད་པ་ཚོ་གཉིད་ཚད་དེ་ནི་ཚང་མ་ལ་ཡ་ཡ་འགྱོ་ཐ་དུམ་འདི་ཚང་མ་ལ་ཡ་ཨ་ནི། ཆབ་སྲིད་ལ་དོན་སྣང་སྤྲད་རོགས་བྱེད། བདེན་པ་ལ་རྒྱབ་སྐྱོར་བྱེད་རོགས་བྱེད། ཨ་ནེ་མི། གཡོ་སྒྱུ་ཁྲམ་གསུམ་འདི་འདྲས་ལ་ཡང་རོགས་པ་མ་བྱེད་རོགས་བྱེད། རྒྱབ་སྐྱོར་མ་བྱེད་རོགས་བྱེད། ང་རང་ཚོ་ནུས་པ་མཉམ་སྤུངས་ལ། དོ་ཕོག་སྒྲུག་རེས་ཞུ་ཡ་ཡིན་རོགས་ཨ་ནེ་ཚང་མ་ལ། གཟའ་མཇུག་འདི་ལ་ཡ། ཨ་ནེ་སྤྲོ་བོ་ཡོང་བའི་གི་རེ་བ་དང་སྨོན་ལམ།